འཛིན་གྲྭ་བཅུ་གཅིག་གི་སློབ་གཉེར་བ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆགས་གཅིག་ད་ཐེངས་སློབ་ཚན་འགོ་བཙུགས་མཁན་ཡིན་ད། སློབ་ཚན་འགོ་འགོ་མ་བཙུགས་པའི་སྔོན་ལ་ཁ་སང་དགོང་དུ་ཤོར་བ་ནང་བཞིན་ངེས་པར་དུ་བྲིས་དེབ་དང་དབྱུ་གུ་ངེས་པར་དུ་དགོས་རེད་ད། ངས་ཁྱེད་རང་ཚོ་བྲིས་ཟེར་བའི་སྐབས་ལ་ངེས་པར་དུ་ལམ་སང་བྲིས་དགོས་རེད་བྲིས་འདུག་ག་ལ་ཕར་ཆག་ནོར་ཆག་འགྲོ་གི་རེད་ཡིན་ན་ཡང་དེ་ནོར་ཡག་པོ་བྲིས་མ་ཐུབ་ཨང་དུ་བཏང་སོང་ན་ཡང་བསྐྱར་ངས་བྱས་ལ་བཏང་ཡོང་གི་ཡིན་བྱས་ཙང་བྲིས་ཟེར་འདུག་ག་ལ་བྲིས། ངེས་པར་དུ་བྲིས་དེབ་དང་སྨྱུ་གུ་ངེས་པར་དུ་བཏོན་རོགས་གནང་བྲིས་དེབ་དང་སྨྱུ་གུ་མེད་པ་ཡིན་ན་ཁྲིམས་ཐོག་ད་ལྟ་གནས་སྐབས་སློབ་གྲྭས་ཡོད་མ་རེད་ད། དེ་རིང་གི་སློབ་ཚན་དེ་གཅིག་དང་སློབ་ཚན་དང་པོ་དང་གཉིས་པ་གཉིས་རེད། དེ་རིང་གི་སློབ་ཚན་དེ་གི་མིང་ལ་བྱ་བྱེད་ལས་དབྱེ་ན་གཉིས་ཡིན་སྲིད་ལབ་རེད། བྱ་བྱེད་ལས་ན་གཉིས་ད་ཁྱེད་རང་ངེད་མ་འཛིན་གྲྭ་བརྒྱད་པ་ནང་ལ་བྱེད་དབང་ཡོད་རེད་བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པ་ཟེར་ཡ་དེ་དང་པོ་མ་བྲིས་ཨ། བྱ་བྱེད་ཐ་དད་པ་ཟེར་བའི་སྐབས་ལ་བྱེད་པ་པོ་དང་བྱ་བ་གཉིས་སོ་སོ་མཐོང་ཡ་ཡོད་ངེས་བྱེད་པ་པོ་གཅིག་གིས་བྱ་བ་བྱེད་བཞིན་པ་མཐོང་ཡག་ཡོད་མཁན་དེ་ལ་བྱེད་པ་པོ་ཐ་དད་བྱེད་པ་པོ་ག་ས་བྱ་བྱེད་ཐ་དད་བར་སུ་ལབ་རེད། བྱེད་པ་པོ་དང་བྱ་བ་གཉིས་སོ་སོར་མཐོང་ཡོད་མཁན་ནི་སྟབས་མ་ནི་སྐོར་ལྟ་བུ། བྱེད་པ་པོ་དང་བྱ་བ་གཉིས་བྱེད་པ་བྱ་བ་མ་གཏོགས་མ་ནི་འཁོར་བ་མ་གཏོགས་བྱེད་པ་པོ་མཐོང་ཡག་མིན་དེ་ལ་འོ་བྱ་མཐོང་ཡག་མིན་བྱེད་པ་པོ་དང་བྱ་བ་གཉིས་གསལ་པོ་མེད་པ་གཅིག་ལ་བྱ་བྱེད་ཐ་མི་དད་པ་ལ་དཔེར་ན་མ་ནི་སྐོར་ཟེར་ཏེ་བྱ་བྱེད་ཐ་དད་པ་རེད། སྐོར་བ་པོ་མ་ཎི་དང། བཀའ་སྲས་འདི་སྐོར་མ་ཎི་བཀྲ་ཤིས་ཀྱི་མ་ཎི་སྐོར་ཟེར་བ་བཀྲ་ཤིས་དང་སྐོར་བ་པོ་བཀྲ་ཤིས་དང། སྐོར་གཤིན་པོ་བྱ་བ་གཉིས་མཐོང་ཡ་ཡོད་རེད་བ། དེ་མ་མ་ཎི་འཁོར་ཟེར་བ་བྱེད་པོ་པོ་མཐོང་ཡ་མི་འདུག་བ་མདོར་བསྡུ་བ་ཡིན་ན་བྱེད་པོ་པོ་མཐོང་ཡ་ཡོད་ངེས་དེ་ལ་བྱ་བྱེད་ཐ་དད་པ་དང་བྱེད་པོ་ཏོ་མཐོང་ཡ་མེད་ཡིན་གྱི་བྱ་ཚིག་དེ་ལ་བྱ་བྱེད་ཐ་མི་དད་པ་ལབ་རེད། དེ་རིང་གི་སློབ་ཚན་སྤྱི་དང་བྱ་བྱེད་ལས་ཡིན་ན་གཉིས་ཡིན་ལབ་རེད་ད་ཕག་གི་ཁྱེད་རང་གི་ཕག་ནང་འདུག་ཨ་འོ་ད་ཨང་གི་དང་པོ་བྲིས་འདུག་བྱ་བྱེད་ཐ་དད་པ་ཕ་ཡ་དང་བྱ་ད་བྲིས་ཨ་ཕག་ནང་དེ་གཉིས་དེ་བྲིས་ཡོད་རེད་བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པ་ད་དེ་ཡིན་ན་ནི་དང་པོ་འདི་ཡིན་ད་བྱ་བྱེད་ཐ་དད་པ་དེ་ཡིན་ད་བྱ་བྱེད་ཐ་དད་པ་བྲིས་བྱ་བྱེད་ཐ་དད་པ་བྲིས་བྱེད་ཁོ་ལ་བྱེད་པ་པོ་ཕ་ཡ་དང་བྱ་འབྲིང་པོ་བྱེད་ད་བྱེད་པ་པོ་ཞིག་དང། བྱེད་པ་པོའི་བཀྲ་ཤིས་ད་བོ་བྱེད་པ་པོ་ཞིག་དང། ངོ་བོ་ཐ་དད་པའི་བྱ་བ་སོ་ཕག་གི་བཀྲ་ཤིས་ཀྱི་མ་ནི་བསྐོར་བའི་བྱ་བ་དེ་འདུག་བཀྲ་ཤིས་ཀྱི་མ་ནི་བསྐོར་བསྲེག་པའི་སྐབས་ལ་བཀྲ་ཤིས་མ་ནི་བཀྲ་ཤིས་ཀྱི་ལག་པ་དབྱུག་པ་ཐུང་གིས་གཡོག་རོ་བྱེད་པོ་པོ་ཞིག་དང་བྱེད་པོ་པོ་བཀྲ་ཤིས་ལ་སོགས་པ་ཞིག་དང། བྱེད་བདག་བྲི་ཨ་བྱ་བྱེད་ཐ་དད་པ་བྲི་ཏི་ཁར་སེང་ལ་བྱེད་པོ་པོ་ཞིག་དང། ངོ་བོ་ང་ནར་བོ་ངོ་བོ་བ་ནར་བོ་ངོ་བོ་ཐ་ད་ད་དེ་ཐ་པ་ཨ་ཁི་བའི་ཐ་དད་པའི་བྱེད་པོ་པོ་ཞིག་དང་ངོ་བོ་ཐ་དད་པའི་བྱ་ཡུལ་ཞིག་ཡོད་པས་སོ་འདུག་བྱེད་པ་པོ་ཞིག་དང་ངོ་བོ་ང་ནར་ངོ་བ་ནོར་བོ་ཐ་ད་ད་དད་པ་ཀྱི་བ་ཡི་བྱ་ཡུལ་བ་ཡ་ད་བྱ་ཡབ་བྱ་ཡུལ་ཞིག་ཡོད་པས་ཡོད་པའི་བྱ་བ་ནི་བ་དལ་གར་སོགས་སུ་ལབ་པ་ཡིན་ན་བྱ་བྱེད་ངོ་བོ་ཐ་དད་པའི་བྱ་བ་སིག་བ་རེད་བསལ་བ་ད་བྱེད་པ་པོ་དང་བྱེད་པ་པོ་དང་ངོ་བོ་ཐ་དད་པའི་བྱ་བ་ཡོད་མཁན་ཅིག་ལ་ག་རེ་སོགས་ཡིན་ན་བྱ་བྱེད་ཐ་དད་པ་སིག་བ་རེད་བསལ་བ་ད། དེ་ཡིན་པར་བྱ་བ་ནི་བྱ་བྱེད་ངོ་བོ་ཐ་དད་པའི་བྱ་བ་ཟེར། འོ་དེ་དང་པོ་ང་སོགས་བྱ་བྱེད་ཐ་དད་པ་ཟིག་གིས་དོན་དག་བྲིས་སམ་འདི་བྲིས་ཡར་ལྟ། བྱེད་པོ་པོ་ཞིག་དང་ངོ་བོ་ཐ་དད་པའི་བྱ་ཡུལ་ཞིག་ཡོད་པས་བྱ་བ་ནི་བྱ་བྱེད་ངོ་བོ་ཐ་དད་པའི་བྱ་བ་ཡིན། ད་དེ་ཤུགས་ལྡན་འདས་འདུལ་བ།

དང་ཁ་ན་འདུ་བ་བྱ་བྱེད་ཐ་དད་པའི་ངོ་བོ་ཆ་ག་སའི་བྱ་བྱེད་ངོ་བོ་ཐ་དད་པའི་བྱ་ཚིག་དང་རང་བཞིན་ས་ཏྭ་ཏཱ་འདི། བྱ་བྱེད་བ་ཡ་ཏཱ་བྱ་བ་ཡ་ཏཱ་བྱ་བྱེད་ཐ་དད་པའི་ས་ཏྭ་གང་དུ་དྲི་བསམ་པའི་བ་ཡ་ཏཱ་བྱ་བ་ཡ་ཏཱ་བྱ་འབྲིང་པོ་བྱེད་ད་བྱེད་ཐ་དད་པ་དེ་དཔག་གི་བའི་བྱ་ད་བྱ་བྱེད་ཐ་དད་པའི་བྱ་བ་རྣམས།

དུས་ཀྱི་ཆ་ནི་དུས་མ་འོངས་པ། ཐ་ཤབ་ཀྱི་དུས་སུ་དུས་མ་ཨ་ནར་འོང་ང་འོང་འོང་ང་སུ་འོང། དུས་མ་འོངས་པ་དང། ཐ་ཤབ་ཀྱི་དུས་སུ་དུས་མ་མ་ཨ་ནར་འོང་ང་སུ་བསྣན་པ། ཐ་ཤབ་ཀྱི་དུས་སུ་དུས་མ་ཨ་ནར་འོང་ང་འོང་མ་ཨ་ནར་འོང་ང་སུ་འོང་འོང་པ་དང། ད་ལྟ་བ་ད་ལ་ད་ལྟ་ལྟ་བ་ད་ལྟ་བ་དང། ཨའོ་འདའ་ས་འདས་པ་དང་ད་ང་དང་ས་ཀ་ད་ཀ་ཤུབ་ཀྱི་ཀུ་ལ་ཀུལ། ཚ་ཁི་ཧུ་ཚི་ཀ་ཚིག། བོ་ཅག་ས་ཆའི་བོ་ཤ་ཀི་ཧུའི་ཡ་ན་ཡོད་དོ་ཡོད་བྱས་སམ་བྱ་བྱེད་ངོ་བོ་ཐ་དད་པ་ལ་དུས་མ་འོངས་པ་ད་ལྟ་བ་འདས་པ་སྐུལ་ཚིག་བཞི་ཡོད་རེད་ལབ་རེད། ད་ཁོས་ཀྱི་གནས་སྟངས་རོ་ཁར་སི་ལབ་པ་ཡིན་ན་དེ་ཡི་རང་བཞིན་རང་བཞིན་ཡང་ན་ངོ་བོ་རང་བཞིན་ཡང་ན་ངོ་བོ་བོད་བོད་ཀྱི་རང་བཞིན་ཡིན་ཁར་བོད་བོད་ངོ་བོ་སོགས་བོད་སྐད་རྒྱབ་ཐུབ་མཁན

མ་ནི་འཁོར་ལ་བདག་གཞན་གྱི་དབྱེ་བ་ཡོད་མ་རེད་ལབ་འདི་སྣང་བྱེད་སངས་བྱེད་དཔའ་བོ་ངོ་བོ་ཐ་དད་པ་ལ་བདག་གཞན་གྱི་དབྱེ་བ་ཡོད་རེད་ལབ་བདག་གཞན་ཟེར་ཏེ་ད་ལྟ་འདི་བྲིས་དགོས་པའི་མཁྱེན་ཚུལ་ཉེ་ངེས་མ་ང་ཚོ་བྱ་བྱེད་ལས་གསུམ་འཛིན་གྲྭ་རྒྱས་པའི་སྐབས་ལ་བྱ་བྱེད་ལས་གསུམ་བསླབ་པའི་སྐབས་ལ་བྱ་ཟེར་ན་བྱ་བ་བྱེད་བྱེད་དཔའ་བོ་ལས་བྱ་བའི་ལུས་ཡིན་པ་ལས་བྱ་བྱ་བྱེད་ལས་གསུམ་གྱི་སྐབས་ལ་བྱ་ཟེར་ན་བྱ་བ་བྱེད་བྱེད་ཟེར་ན་བྱེད་དཔའ་བོ་ཡར་ཞུ་གཡུལ་ལ་ས་ལས་དེ་ཡུལ་ལ་གུག་ཡོད་བ་བྱེད་སངས་འདི།

ཐ་དད་ཐ་དད་ཐ་དད་པ་རྣམས་བྱ་བྱེད་ཐ་དད་པ་རྣམས་ཀྱིས་བྱ་བྱེད་ཐ་དད་པ་རྣམས་ཀྱི་བྱེད་པ་པོ་བའི་དག་བྱ་འབྲིང་པོ་བྱེད་དང་བྱེད་པ་པ་ནོར་བུ་བྱེད་པ་པོ་གཙོ་བོ་དང། འཕར་བ་གཉིས་འཕར་བ་གཉིས་དང་དེ་དང་འབྲེལ་བའི་ལས་ལ་བདག་ཟེར།

དྲེད་པོ་བུ་ཕལ་བ་ལག་པ་ཆེ་གཉིས་དང་ཟེར། དེ་དང་འབྲེལ་བའི་ལས་ལ་བདག་ཅེས་ཟེར། དེ་དང་འབྲེལ་བའི་ལས་ཀ་བྱེད་པར་རོ་དེ་ལ་བདག་ཟེར་གྱི་རེད་ཟེར་ལབ། ད་ལྟ་ཨ་དཔེར་ན་ལྟ་ཨ། དོ་དཔེར་ན་ལྟ་དེ་ཡང་འདི་པར་དྲི་ས་ཡིན་པ། དོ་དཔར་འབྲིང་པོ་དཔེ་ར་དཔེར་ན་དཔེར་ན་བོ་ཀ་ར་སྒྲ་ཀྲ་ཨ། ཤ་ཀེ་བུ་ཤི་ས་ཤི་ཀ་ཡི་ད་ཀྱ་ཀེ་བུ་ཀྱི་ས་ཀྱི་ཀྲ་ཤི་ཀའི་མ་ནི་བསྐོར། མ་ན་ཀེ་བུ་ནི་ན་ལོག་ན་བྲིས་བྲིས་ཐུབ་ཀྱི་ཡོད་ན་བྲིས་ན་ལོག་ན་བྲིས་ཤེས་ཀྱི་མ་ཡོད་ན་ན་ཀུ་ནི་བྲིས་ཤིང་འགྲིག་འདོད་རེད། བཀྲ་ཤིས་སྐྱིད། མ་ཎི་སྐོར་བོ་ས་ཀ་ད་ཀ་ན་རོ་སྐོར་ར་སྐོར་ལ་ཏཱ་ཏཱ་ཏཱ་ཕ་ཤུབ་ཆུ་བུར་ཕ་ཤུབ་ཆུ་བུར་ར་བུར་ལྟ་བུར་མཚོན་ན། བཀྲ་ཤིས་ཀྱིས་མ་ཎི་སྐོར་སའི་དཔེར་བརྗོད་དེ་ལ་མཚོན་ནས་བཤད་པ་ཡིན་ན་ལབ་ད་ད་ཨ་འདི། བྱེད་པ་པོ་གཙོ་བོ་ནི། མ་ཎི་སྐོར་མཁན་བཀྲ་ཤིས་དང་བྱེད་པ་པོ་པ་ཡེ་ད་ཆ་འབྲིང་པོ་བྱེད་ད་བྱེད་པ་པ་ན་རོ་པ་པ་ན་རོ་བོ་བྱེད་པ་པོ་གཙོ་བོ་ཙ་ན་རོ་གཙོ་བོ་བ་ན་རོ་བོ་གཙོ་བོ་ནི། མ་ནི་བསྐོར་བ་པོ་མ་ན་ཀེའུ་ནི་ས་ཀ་ད་ཀ་ན་རོ་ཀོ་ར་ཀོར་མོ་ཁ་ན་ཀན་བསྐོར་ཀན་བཀྲ་ཤིས་དང་བདག་དང་འདོ་བསྐོར་བྲན་བཀྲ་ཤིས་དང། བྱེད་པོ་པོ་ཕལ་བ་ནི། བྱེད་པོ་པོ་ཕལ་བ་ནི་བཀྲ་ཤིས་ཀྱི་ལག་པ་ཡིན་བདག་དང་བྲིས་འདོ། དེ་དང་འབྲེལ་བའི་དུས་ད་ལྟ་བ་སྟོན་པའི་ཆ་སྟོན་པོ་ནི་ད་དེ་དང་བཀྲ་ཤིས་དང་འབྲེལ་བ་ཡོད་པའི་གི་ལས་ཀ་ད་ལྟ་བ་སྟོན་མཁན་གྱི་དགོས་ར་བཀྲ་ཤིས་ཀྱི་མ་ནི་བསྐོར་ཟེར་བའི་སྐབས་ལ་ལས་ཀ་དེ་དུས་ད་ལྟ་བ་ར་བའོ་དེ་དང་འབྲེལ་བའི་དུས་ད་ལྟ་བ་སྟོན་པ་ནི་བསྐོར་བ་བྱེད་བཀྲ་ཤིས་ཀྱི་མ་ནི་བསྐོར་བ་བྱེད། བསྐོར་བ་པོ་བསྐོར་བཅས་བསྐོར་བ་བྱས། བསྐོར་བ་པོ་མ་ནི་བསྐོར་བཅས་ལག་པ་བསྐོར་བ་བྱས་པ་དེ་བྱས་པ་དེ་དག་ག་ཟེ། དེ་དང་འབྲེལ་བའི་དུས་ད་ལྟ་བ་སྟོན་པ་དེ་རེད་ལྟ་བུའོ་ལབ། འདི་ལ་སོ་འདི་བར་འགྲིགས་སོ། ཕལ་བ་གཉིས་ཏེ་ག་ཟེ། བྱེད་པ་པོ་ཏེ་ཕལ་བ་ནི་བཀྲ་ཤིས་ཀྱི་ལག་པ་དང། དེ་དང་འདྲ་དང་འབྲིང་པོ་དེ་དང་ང་དང་དེ་དང་འདི་བར་དུ་བྲིས་ས་ཡིན་པས་དཔེར་ན་བཀྲ་ཤིས་ཀྱི་མ་ནི་བསྐོར་ལྟ་བུ་ལ་མཚོན་ན་བྱེད་པ་པོ་དྲག་ད་བྲིས་ཤིག་རོགས། གཙོ་བོ་ནི་མ་ནི་དང་མ་ནི་བསྐོར་མཁན་བཀྲ་ཤིས་དང་བྲིས་ཨ། བྱེད་པོ་པོ་འཕར་བ་ནི་བཀྲ་ཤིས་ཀྱི་ལག་པ། ད་དེ་སྟོང་པ་སྟེ་ཞག་དེ་དང་འབྲེལ་བའི་ད་འབྲིང་པོ་དེ་ད་ང་དང་ཨའོ་བ་ར་ཏྲ་འདྲ་བོ་འབྲེལ་ལ་འབྲེལ་བའི་དུས། ད་ཤུབ་ཤུབ་དུས་ས་དུས་ད་ལ་ད་ད་ད་བ་ད་ལ་ད་ལ་ད་ད་ད་བ་ས་ད་ད་ད་ནོར་སྟོན་ན་སྟོན་པ་ན་ཁུག་ནི། དེ་དང་འབྲེལ་བའི་དུས་ད་ད་བ་སྟོན་པ་ནི་བསྐོར་བ་བྱེད་ལྟ་བུའོ་ལ། མདོར་ན་ས་མདོ་དུས་ཅན་ཤེས་པ་ཡིན་ན་བདག་གང་ཞིག་སོགས་ལ་མདོར་ན། བདག་ལ་མཚོན་ན་བྱེད་པོ་པོ་དགོས་རེད་ལབ་རེད།

ཅེས་བཀྲ་ཤིས་ཀྱི་མ་ནི་སྐོར་གསོལ་བའི་བཀའ་ལ་དངོས་པོ་བདག་དེ་ག་དུས་ཡིན་ན་ཡང་བྱེད་པ་པོ་དེ་ག་དུས་དངོས་པོ་བདག་དང་བྱ་བའི་ཡུལ་དེ་གང་གི་བུ་གཞན་ལ་ཡིན་པར་བྱ་བྱེད་ལས་གསུམ་དབྱེ་བ་ཤེས་སོ་ན་བྱེད་པ་པོ་བཀྲ་ཤིས་བདག་དང་བྱ་བའི་ཡུལ་དེ་དཔེར་ན་མ་ནི་བསྐོར་བ་དེ་ཆོས་གཞན་ཡིན་པ་དང་དེ་གཞན་ལས་གི་དང་དེ་ཉིད་དེ་འདི་དོ་ག་དེ་བྲིས་འདུག་གཞན་གྱི་དགོས་དོན་དང་དཔེར་བརྗོད་འདུག་ད་བྲིས་ཨ། གཞན་གྱི་དགོས་དོན་དགེར་ཁྱེད་རང་ཁྲག་ལྷ་མི་འདུས་འདུག་ད་བྲིས་ཨ།

འདི་ལ་ས་ལས་ཏེ་བྱ་བ་ཡུལ་གོ་ཡང་དག་ལས་ཡང་ན་བྱ་ཡུལ་འདུ་བ། ད་དེ་ཡང་བདག་གཞན་གྱི་སྒོ་དོན་དང་པོའི་བརྗོད་སྲིད་འདུན་པོ་བརྗོད་གཞི་ནང་འདུ་བ་དེ་ཁ་ཚུན་ཟིན་བྱ་བྱེད་ཐ་དད་པས་བྱ་བ་ཡི་དང་བྱ་འབྲིང་པོ་བྱེད་བྱ་བྱེད་ཐ་དད་པས་ལས་ཡང་ན་བྱ་ཡུལ་དང་བྱ་བ་ཡུལ་དང་བྱ་ཡུལ་དང། འབྲེལ་བའི་བྱ་ཡུལ་དང། བྱ་ཡུལ་དང། དེ་དང་འབྲེལ་བའི་བྱ་ཡུལ་དང། འབྲེལ་བའི་བྱ་ཡུལ་དང། བ་ཡ་དང་བྱ་ཡི་བྱ་ཡུལ་དང། ཨའོ་བ་ར་དྲ་དྲ་འབྲུག་འབྲེལ་ལ་འབྲེལ་བའི་ལས་ལ། བྱ་ཡུལ་དང་འབྲེལ་བའི་བྱ་ཡུལ་དང། ཨའོ་བ་ར་དྲ་དྲ་འབྲུག་འབུར་འབྲེལ་ལ་འབྲེལ་བའི་ལས་ལ་གདགས་སེ་རྟག་ཏུ་འདུ་བྱ་བྱ་ཐ་དད་པ་ཞིག་དང་ཞིག་ལ་གཞི་བཞག་ནས།

དཔེར་ན་ཀོར་ཅཱ་མཱ་ནི། ཀོར་ཅཱ་མཱ་ནི་བྱ་ཡུལ་དང། ཀོར་ཅཱ་མཱ་ནི་དེ་བྱ་ཡུལ་རེད། ཀོར་ཅཱ་མཱ་ནི་ནི་བྱ་ཡུལ་དང། བསྐོར་བར་བྱ་བ་ནི་དེ་དང་འབྲེལ་བའི་བྱ་བ་ཡིན། སོ་དེ་དང་འབྲེལ་བའི་བྱ་བའོ། དེ་ངེས་པར་དུ་གང་དེར་ངེས་ལྷག་ཡིན་པ། བྱ་བྱ་ཐ་དད་པའི་ལས། ཡང་ན་བྱ་ཡུལ་བྱ་བྱ་བྱེད་ཐ་དད་པའི་ལས་བསལ་ཏེ་བྱ་ཡུལ་གོ་ཡ་རེད། དེ་དང་འབྲེལ་བའི་ཀྱི་ལས་བསལ་ཏེ་ཡང་བྱ་བ་ཁོ་རང་གོ་ཡ་རེད་ལ་ཡིན་པའོ། དེ་ལ་བསྐོར་བར་བྱེད་ཀ་འདུ་བ་བསྐོར་བྱ་མ་ནི་བྱ་ཡུལ་དང་པོ་ས་ཀ་ནར་བསྐོར་བ་པོ་ས་ཀ་དག་ཀ་ན་རུ་བསྐོར་བ་བསྐོར་བ་བསྐོར་བར་བྱ་བ་ནི་བསྐོར་བར་བྱ་ནི། བསྐོར་བར་བྱ་ནི་པོ་ས་ཀ་དག་ཀ་ན་རུ་བསྐོར་བ་བསྐོར་བ་ར་བར་བསྐོར་བར་བྱ་ནི། ད་འདིང་པོ་དེའི་ད་སྔ་དང་དེ་དང་འབྲེལ་བའི་བྱ་བ་ཡིན། འོ་འདིའི་བར་དུ་བྱ་བྱེད་ཐ་དད་པའི་གིས་རེག་ཧྲོབ་རོབ་ཀྱིས་ཕྱིན་པ་རེད་མདོར་བསྡུ་བས་ན་བྱ་བྱེད་ཐ་དད་པའི་སྲོལ་བ་བྱེད་པ་པོ་དང་བྱ་བ་ཡུལ་བྱེད་པ་པོ་དངོས་སུ་མཐོང་ཡ་ཡོད་ཡིན་དེ་ལ་བྱ་བྱེད་ཐ་དད་པ་རེད་དཔེར་ན་ང་རང་ཚོ་བོད་གངས་ཅན་གྱི་སྐད་ཀྱི་རང་བཞིན་ལ

ཚིག་གི་རང་བཞིན་དེ་ཡི་ཁ་ཡི་གེ་མ་ཤེས་པ་ཡིན་ན་ཁ་ཡི་རང་བཞིན་ལ་ཡོད་རེད། ཇི་ལྟར་ད་ནངས་ལ་ཡིན་པ་བྱ་བྱེད་ཐ་དད་པ་ལ་བདག་གཞན་གྱི་བདག་དང་གཞན་གྱི་དབྱེ་བ་ཡོད་རེད། བདག་གཞན་གྱི་དབྱེ་བ་དེ་བྱ་བྱེད་ཐ་དད་པ་ལ་མ་གཏོགས་བྱ་བྱེད་ཐ་མི་དད་ལ་མ་གནས་སྐོར་ལ་བདག་གཞན་གྱི་དབྱེ་བ་ཡོད་རེད་མ་གནས་སྐོར་ལ་བདག་གཞན་དབྱེ་བ་ཡོད་མ་རེད་ཟེར་ཏེ་ངེས་པར་དུ་ངེས་པར་གནང་རོགས་གནང་སླ་བས། ད་དེ་ཤུགས་འདི་ལ་གཉིས་པ་དག་གང་ལ་ང་ཚོ་ཕག་འབྱོར་བྱ་ནང་ལ་བྱ་བྱེད་གླེང་ན་གཉིས་ཡོད་པ་ནི་དང་པོ་དེ་བྱ་བྱེད་ཐ་དད་པ། གཉིས་པ་བྱ་བྱེད་ཐ་མི་དད་པ་ཟེར་གྱི་ཡོད་བ། ཇི་ལྟར་ད་ཆར་ངས་ཐོས་ན་བསླབ་ཡག་དེ་མདོར་བསྡུས་ཆེས་འདྲ་པོ་ཡོད་རེད་ད། ཁྱེད་ཚོ་ཀློག་དེབ་ནང་སློབ་ཚན་དང་པོ་གཉིས་པ་ཡག་པོ་ངོ་དགའ་དང་དོག་པའི་ཞིབ་ཚགས་པོ་བཤད་དགོས་ཡོད་པ་ཡིན་ན་སློབ་ཚན་དང་པོ་གཉིས་པ་ཀློག་དགོས་པར་གདའ། ད་དེ་ཤུགས་དེ་ལ་བྱ་བྱེད་ཐ་མི་དད་པ་ལ་བས་པ་ཡི་ད་བྱ་བྱ་འབྲིང་པོ་བྱེད་ད་བྱེད་ཐ་མ་ཀེ་གུ་མི་ཡི་ད་ད་དད་པ་བྱ་བྱེད་ཐ་མི་དད་པ་ད་ད་ཨ། བྱ་བྱེད་ཐ་མི་དད་པ་ཟེར་ན་མ་ནི་ཀོར། ཀ་ཡོལ་ལྕགས་མ་ཀ་ཡོལ་ཆགས། བྱེད་པ་པོ་ཡོད་མཁན་མ་ནི་བསྐོར་བྱེད་པོ་མེད་མཁན་མ་ནི་འཁོར། ཀ་ཡོད་ལྕགས་དེ་བྱེད་པ་པོ་ཡོད་མཁན་ཀ་ཡོད་ལྕགས་བྱེད་པོ་མེད་མཁན་ཆུ་དཀྱིལ་དེ་བྱེད་པ་པོ་ཡོད་མཁན་ཆུ་དཀྱིལ་དེ་བྱེད་པོ་མེད་མདོར་བསྡུ་བ་ནི་ཆུ་དཀྱིལ་དེ་བྱ་བྱེད་ཐ་དད་པ་བྱེད། ཆུ་དཀྱིལ་དེ་བྱ་བྱེད་ཐ་མི་དད་པ་བྱེད་ད་ཆ་བྱ་བྱེད་ཐ་མི་དད་པ་ལ་ཡོད་ད། བྱ་བྱེད་ཐ་མི་དད་པ་སམ་ག་རེ་ཟེར་བ་རེད་ལབ་རེད། བྱ་བྱེད་ཐ་མི་དད་པ་ནི་ད་དེ་ཨ། བྱེད་པ་པོ་ལ་བྱེད་པ་པོ་ལས་བྱེད་པ་པོ་ལས་དེ་བཞིན་ལ་སོགས་པ་བྱེད་པ་པོ་ལས་གཞན་པའི་ལས།

ལས་བྱེད་པ་པོ་ལས་སུ་ལོག་འདུག་ག་ལ་བྱེད་པ་པོ་ལས་གཞན་པའི་ལས་མེད་པའི་བྱ་བ་རྣམས་བྱ་བྱེད་ཐ་མི་དད་པ་ཡིན་ད་བྱ་བྱེད་ཐ་མི་དད་པའི་དགོས་དོན་དྲི་ཟ་འདི་བྲི་ཡ་རེད་བྱེད་པ་པོ་ལས་གཞན་པའི་བྱེད་པ་པོ་དང་བྱ་བ་གཉིས་ལོག་མཐོང་ཡག་མེད་ཡིན་གཅིག་ལ་བྱེད་པ་པོ་ཡི་ལོག་མཐོང་ཡག་བྱེད་པ་པོ་དང་བྱ་བ་དང་བྱེད་པ་པོ་དང་བྱ་བ་གཉིས་སོ་སོ་མཐོང་ཡག་མེད་ཡིན་གཅིག་ལ་བྱེད་པ་པོ་དང་གཞན་པའི་དང་བྱེད་པ་པོ་ལས་གཞན་པའི་དུ་བ་བྱེད་པ་པོ་ལས་མེད་པའི་བྱ་བ་མེད་པའི་བྱེད་པ་པོ་དང་བྱ་བ་གཉིས་སོ་སོ་མེད་པ་གཅིག་ལ་བྱ་བྱེད་ཐ་མི་དད་པ་སྲིད་གི་རེད་ལབ། བྱེད་པ་པོ་དང་བྱ་བ་གཉིས་སོ་སོ་མཐོང་ཡང་མིང་ཡིན་གཅིག་ལ་བྱ་བྱེད་ཐ་མི་དད་པ་ཟེར་གྱི་རེད་ད་ཁྱེད་ཚོ་གར་བྲིས་དང་བྲིས་བྲིས་དེ་ག་མེད་ན་བྱ་བྱེད་ཐ་མི་དད་ཟེར་ན་བྱེད་པ་པོ་དང་བྱེད་པ་པོ་བྱེད་པ་པོ་དང་བྱ་བ་གཉིས་སོ་སོ་མེད་པ་ཞིག་ལ་བྱེད་པ་པོ་དང་བྱ་བ་གཉིས་སོ་སོ་མེད་པ་ཞིག་ལ་བྱ་བྱེད་ཐ་མི་དད་པ་འོ་ན་འདི་རྣམས་ལ་བྱེད་པ་པོ་ལས་གཞན་པའི་ལས་མེད་པས་བྱ་བ་རྣམས་ལ་བྱ་བྱེད་ཐ་དད་པ་ཟེར་ལ་ད་ལྟ་འདི། བྱེད་པ་པོ་བྱེད་པ་པོ་བྲིས་ས་ཡིན་པ་བ་ཡི་དང་བྱ་འབྲིང་པོ་བྱེད་དང་བྱེད་པ་པ་ནོར་བུ་བྱེད་པ་པོ་ལ་ས་ལས་བྱེད་པ་པོ་ལས་གཞན་པས། ལས་མེད་པས་བྱ་བ་བྱེད་མཁན་གྱིས་མེད་པས་བྱ་བ་རྣམས་བྱ་བྱེད་བྱ་བ་རྣམས། རྣམས་དག་བྱ་ཞིག་ར་ན་མ་སུ་རྣམས་བྱ་བྱེད་ཐ་མི་དད་པ་ཟེར། ད་དེ་ལས་ལས་སླ་ཐིག་གུག་ཡོད་པ་ཡིན་ན་བྱེད་པ་པོ་མཐོང་ཡ་མེད་པའི་གི་བྱ་བ་གཅིག་ལ་བྱ་བྱེད་ཐ་མི་དད་པ་ཟེར་གི་རེད་གྲོ་དེ་དྲོས་ཀྱང་སོ་བྱ་བྱ་བྱེད་ཐ་མི་དད་པ་ལ་ཟེར་བ་ཡ་ད་བྱ་བ་ཡ་ད་བྱ་འབྲིང་པོ་བྱེད་ད་བྱེད་བྱ་བྱེད་ཐ་མི་དད་པ་ལ་ཆ་མི་གཏོགས་བྱ་བྱེད་ཐ་མི་དད་པ་རྣམས་བྱ་བྱེད་ཐ་མི་དད་པ་རྣམས་ལ་དུས་གསུམ་སྐུལ་ཚིག་ཡོད་ཟེར་ད་ཞུབ་རྣམས་ལ་ཡང་དུས་གསུམ་ཡོད་རེད་ལབ་རེད་མ་འོངས་པ་ད་ལྟ་བ་འདས་པ་སྐུལ་ཚིག་ཡོད་རེད་ལབ་རེད། རྣམས་བྱ་བྱེད་ཐ་མི་དད་པ་གང་ཡིན་པ་གང་དེ་ལ་བྱ་བྱེད་ཐ་དད་པ་ལ་དུས་གསུམ་དང་དེ་ནས་བདག་གཞན་གཉིས་ཡོད་བ་འདི་རྣམས་ལ་བྱ་བྱེད་ཐ་མི་དད་པ་ལ་དུས་གསུམ་ཡོད་བར་གདའ། དུས་གསུམ་དང་སྐུལ་ཚིག་གི་གཟུགས་ཡོད་ཀྱང་བདག་གཞན་གྱི་དབྱེ་བ་མེད་ས་དེ་ངེས་པར་ཤེས་དགོས་གདའ། བྱེད་པ་པོ་ཡོད་མཁན་ལ་བདག་གཞན་གྱི་དབྱེ་བ་ཡོད་ཐག་བཅད། བྱེད་པ་པོ་མེད་ཀྱི་བདག་གཞན་གྱི་དབྱེ་བ་མེད་ལབ། མ་ནི་འཁོར་ལ་བདག་གཞན་གྱི་དབྱེ་བ་ཡོད་ལ། མ་ནི་འཁོར་ལ་བདག་གཞན་གྱི་དབྱེ་བ་མེད་ལ། ཆུ་དཀྱིལ་ལ་བདག་གཞན་གྱི་དབྱེ་བ་ཡོད་ལ་ཆུ་དཀྱིལ་ལ་བདག་གཞན་དབྱེ་བ་མེད་ལ། འདས་རྟག་བདག་ལ་འདོད། བྱ་བྱེད་ཐ་མི་དད་པ་ལ་བྱེད་པ་པོ་དངོས་སུ་མཐོང་ཡང་མེད་ཡིན་དེ་ལ་ཡང། རྣམས་ལ་དུས་གསུམ་དུས་གསུམ་སྐུ་ཚེགས་ཀྱི་གཟུགས་ཡོད་ཀྱང་དུས་གསུམ་སྐུ་ཚེགས་ཡོད་རེད་དེ་བདག་གཞན་གྱི་རྣམ་གཞག་མེད་བདག་གཞན་གྱི་དབྱེ་བ་ཡོད་མ་རེད་ལབ།

བདག་གཞན་གྱི་དབྱེ་བ་ནི་སི་བོ་ད་ག་ད་ཁོ་ཤཱ་ན་ཤིན་ཀ་ཡི་ད་ཀྱ་གུ་ཀྱི་ན་མ་ར་ལ་ཀྱི་ཡིན་པ། བདག་གཞན་གྱི་དབྱེ་བ་ནི་དོ་ཨ་ཡ་ད་ཡ་འབྲིང་པོའི་དབྱེ་བ་ན་ཁི་ཝི་ནི་བདག་གཞན་གྱི་དབྱེ་བ་ནི་ཡང་བརྒྱ་ཁྲིག་འདུ་བ་སྟེ། རྒྱུ་མཚན་དེ་ལ་བརྟེན་ནས་བདག་གཞན་གྱི་བོ་ར་ད་ད་ད་འབྲིང་པོ་སྟེ་ན་དེ་ན་ས་ནི་བོ་ད་ག་ད་ཁོ་ཤཱ་ན་ཤིན་ཀ་ཡི་ད་ཀྱ་གུ་ཝི་ཀྱི་དོ་ཨ་ཡ་ད་ཡ་འབྲིང་པོའི་དབྱེ་བ་ནི་བྱ་བྱེད་ངོ་བོ་ཐ་དད་པ་ལ། བྱ་བ་ཡི་ད་བྱ་འབྲིང་པོ་བྱེད་ད་བྱེད་ང་ན་ར་ངོ་བ་ན་རོ་བོ

མ་ནི་འཁོར་ལ་བདག་གཞན་གྱི་དབྱེ་བ་ཡོད། མ་ནི་འཁོར་ལ་བདག་གཞན་གྱི་དབྱེ་བ་མེད། ཆུ་དཀྱིལ་ལ་བདག་གཞན་གྱི་དབྱེ་བ་ཡོད། ཆུ་དཀྱིལ་ལ་བདག་གཞན་དབྱེ་བ་མེད། དེ་ཡང་དཔེར་ན། རྟགས་དང་ད་ལྟ་འབྲིང་པོ་དེ། ཡང་ང་ཡང་དོ་པ་འབྲིང་པོ་དཔེར་ན། མ། ན་ཀེའུ་ནི་ན་ལོག་ནི་དྲི་ཐུག་ན་ཡག་ཆེ་ཡག་ཤོག་ཅེས་རེ་བ། ན་ལོག་ན་དྲི་ཐུག་མ་ཡིན་ན་ན་ཀེའུ་ནི་དྲི་ཤོག་མ་ནི་བོད་ས་ཀ་ན་རུ་བོད་ས་ཀ་ད་ཀ་ན་རུ་བསྐོར་བ་བསྐོར། མ་ནི་བསྐོར་ལ། མ་ནི་མ་ནི་བོ་ས་ཀ་དག་ཀ་ན་རུ་བསྐོར་ར་བསྐོར་ལ། མ་ནི་བསྐོར་ལ། བོ་ད་ག་དག་གོ་ཞང་ན་ཤན་ཁ་ཡེ་དག་ཁྱ་ཀུ་ཁྱི་དག་ཤན་གྱི་དབྱེ་བ་ཡོད་ཀྱང་ཏག་ཏག་འདུག། དཔེར་ན་མ་ནི་བསྐོར་ལ་དག་ཤན་གྱི་དབྱེ་བ་ཡོད་ཀྱང། ད་ཁྱེད་ཚོ་དྲི་བ་གཏང་ངེས་དྲི་བ་གཏང་གི་རེད་བ། མ་ནི་བསྐོར་ལ། མ་ཁ་ཀུ་མ་མ་ན་ཀུ་ནི་ཨའོ་ཁ་ན་རུ་བསྐོར་ར་བསྐོར་ལ། དག་ཤན་གྱི་བོ་ད་ག་དག་ཞང་ན་ཤན་ཁ་ཡེ་དག་ཁྱ་ཀུ་ཁྱི་དག་ཤན་གྱི་དབྱེ་བ་ཡོད་ན་དག་ཤན་རྣམ་གཞག་གཅིག་པ་ཡིན་པ། བདག་གཞན་རྒྱལ་བ་བདག་གཞན་རྣམ་གཞག་མེད། ལ་དྭགས་མདོར་བསྡུ་སྲོལ་གང་དེ་ལ་ཁྱེད་འཐབ་པོ་ཚུར་དགོས་ཡོད་ན་དཔེར་ན་བྱེད་པོ་པོ་ལས་གཞན་པའི་བསྐྱར་དུ་བརྟག་ཨ། བྱེད་པོ་པོ་ལས་གཞན་པའི་ལས་མེད་པའི་བྱ་བ་རྣམས་བྱ་བྱེད་ཐ་མི་དད་པ་དེ་བྲི་ཐུབ་ཀྱི་མེད་པ་ཡིན་ན། བྱེད་པོ་པོ་དངོས་སུ་མཐོང་ཡ་མེད་མཁན་ཅིག་ལ་བྱེད་པོ་པོ་དངོས་སུ་བ་ཡི་དང་བྱ་འབྲིང་པོ་བྱེད་དང་བྱེད་པ་པ་དངོས་སུ་མདོ་སྔ་ནོར་དངོས་ས་དངོས་ས་དངོས་སུ་མཐོང་རྒྱུ་མོ་ཐ་ནོར་མཐོང་ང་མཐོང་ར་དགའ་དང་དགའ་ཡ་དང་དགའ་ཞིབ་བརྗོད་རྒྱུ་མཐོང་རྒྱུ་མེད་པ་ཞིག་ལ་བྱ་བྱེད་ཐ་མི་དད་པ་དང་བྱེད་པ་པོ་དངོས་སུ་མཐོང་ཡ་ཡོད་མིན་ཅིག་ལ་བྱ་བྱེད་ཐ་དད་པ་ཟེར་གྱི་རེད་བཀྲ་ཤིས་ཀྱིས་མ་ཎི་སྐོར་ཟེར་བའི་སྐབས་ལ་བཀྲ་ཤིས་ཀྱིས་མ་ཎི་སྐོར་གྱིན་འདུག་མཐོང་ཡ་འདུག་ཨ་བྱེད་པ་པོ་གིས་བྱ་བ་བྱེད་པ་མཐོང་གིན་འདུག་ཨ་མ་ཎི་འཁོར་སོང་བྱེད་པ་པོ་མཐོང་ཡ་མི་འདུག་ཨ་འོ་དེས་བྱེད་པ་པོ་མཐོང་ཡ་ཡོད་མཁན་དེ་ལ་བྱ་བྱེད་ཐ་དད་པ་དང་བྱེད་བྱེད་པོ་བྱེད་པ་པོ་མཐོང་ཡ་མེད་མཁན་བྱ་བ་དེ་ལ་བྱ་བྱེད་ཐ་མི་དད་པ་ཟེར་གྱི་རེད་ལབ་ད་དེ་ཅིག་ཅིག་ད་དེ་ཤུགས་དེ་ལ་ཁ་དེ་བལྟ་ཨ། བྱ་བྱེད་ངོ་བོ་ཐ་མི་དད་པ་ལ

བྱ་བྱེད་ངོ་བོ་ཐ་མི་དད་པ་སྐྱེས་བུ་རྩོལ་བ་ལས་བྱུང་བ་འགྲོ་བ་སྟེ་མ་འོངས་པ་ད་ལྟ་བ་འདས་པ་སྐུ་ཚེའི་ཁྲིད་དུ་ཧཱུྃ་འང་ར་ཏྲ་འདྲ་ནོར་འགྲོ་ད་ལྟ་བ་ཧཱུྃ་འང་ན་ར་འགྲོ་ཧཱུྃ་འང་ར་ཏྲ་འདྲ་ནོར་འགྲོ་མ་འོངས་པ་ཧཱུྃ་འང་ར་ཏྲ་འདྲ་ནོར་འགྲོ་འདས་པ་ཕ་ཡི་དག་བྱ་སྐུ་ཆེན་ནང་ཆེན་བྱེད་དང་འདི་འགྲོ་ཟད་ལྟ་དང་བྱ་བྱེད་ཐ་མི་དད་པ་བྱེད་པོ་པོ་བྱེད་པ་བྱེད་ཡོད་མ་རེད

མིང་རྐྱང་སྔོན་དང་བྱ་ཚིག་མཇུག་ལ་ཡོད་པ་སོགས་མཇུག་ཟེར་ན་བྱེད་འཇུག་འཇུག་དང་རེད་མི་འདུག་ཨ། མ་འོངས་འཇའ་ཞེས་པའི་འཇུག་གི་འཇུག་འདུག་ཨ། བྱེད་འཇུག་འཇུག་དང་འོངས་འཇའ་འཇུག་གི་འཇུག་ཡིན་པ་ཚེ་འཇུག་ཟེར་དང་འཇུག་མ་བྱས་ལ་ཟེར་དེ་རེད་དེ། མིང་སྔོན་ལ་བྱེད་བྱ་ཚིག་ཞིག་ལ་བྱ་ཚིག་ཤུགས་ལ་ཡོད་པ་ཡིན་ནའི་མིང་དེ་གཉིས་བསྡོམས་ན་ཡང་མིང་ཆགས་མཁན་དེ་འདྲ་ཡོད་རེད་ཟེར་ལབ་རེད་མིང་རྐྱང་སྔོན་དང།

མི་མངལ་དེ་མིང་བྱས། ས་ཀ་དག་ཀ་ཡེ་དག་ཀྱང་འབྲུ་མོ་སྐྱེས་ཟེར་ཏེ་བྱ་ཚིག་བྱས། བདག་དང་འདུ་བ། ཕྱག་བཞི་བཅུ་བཅུ་སྟེ་མིང་ཚིག་བྱས། མིང་བྱས་མིང་རྐྱང་བྱས། ཨའོ་འཛག་གུ་གི་འཛིན་ནི་འཛིན་པ་འཛིན་པ། འཛིན་ཟེར་ན་བཟུང་བ་བཟུང་བ་བཟུང་བ་བྱ་ཚིག་བཟུང་བ། ནི་འཛིན་པ་བསལ་སྦྱོར་ཨའོ་དེ་བཟུང་བ་བྱས། ད་དེ་ཤོག་དེ་ལ་བོ་ཀ་ཀ་ཟེར་ན་མིང་བྱས། ས་ལ་དག་བླ་ནང་སློབ་པ་ལ་བྱ་ཚིག་བྱས། ད་འདོ་འདུ་བ་ཡིན་ན་མིང་རྐྱང་སྔོན་དང་བྱ་ཚིག་ཞུགས་ལ་ཡོད་པའི་གི

ས་ར་ཏྲ་ས་ཞུ་ཏང་དུ་ཁ་ན་རུ་ཁོ་ར་ཏཱ་ཏྲ་ཏང་ཏོག་ཀ་སུ་གོ་ཏོག་ཆེ་ཤ་འབྲིང་པོ་ཤེ་ས་ཤེ་ར་ཏཱ་ཏྲ་ཏ་ན་ཏོག་གོ་ཏོག་ར་ཏཱ་ཏྲ་ཏ་ན་ཏོག་ཀ་ས་ཏོག་གཉིས་པ་དེ་ས་ར་ཏྲ་ས་ཞུ་སུ་སུང་ང་སུང་ས་ཀ་ད་ཀ་ཡེ་ད་ཀྱ་ན་རུ་སྐྱོབ་པ་སྲུང་སྐྱོབ་ཟེར་ཡ་དེ་གསུམ་པ་ཆེ་འོ་དེ་ག་ས་ལ་བ་ཡིན་ན་ད་ལྟ་ངས་འདི་ན་གལ་ཆེ་ཞེས་མིང་འགྲོ་ད་ཁྱེད་རང་ཚོ་ཀློག་དེབ་ཆེ་ལྟ་འདུག་གང་ལ་ཕ་གི་དེ་རིང་ངས་སློབ་ཚན་བསླབ་པ་ཡ་དེ་སློབ་ཚན་དང་པོ་གཉིས་པ་རེད་སྤྱིར་བཏང་མང་ས་ཡོད་ད་ངས་མདོར་བསྡུས་ཆེན་བསླབ་ཡོད་རེད། ད་ཁྱེད་རང་ལ་རྒྱལ་པོ་ཤེས་གི་ཡོད་པ་ཡིན་ན་སློབ་ཚན་དང་པོ་གཉིས་པ་ཡག་པོ་ཀློག་དུས་ནང་ལ་མ་ཤེས་པ་དེ་དྲི་བ་དུད་འགྲོ་ཡོད་ན་བསླབ། དུས་གསུམ་སྐོར་དེ་ངས་བྲིས་མེད་ག་རེ་ཟེར་ན་དུས་གསུམ་དེ་ཆེ་མ་ཁྱེད་རང་ཚོས་འཛིན་གྲྭ་བཅུ་གཉིས་བཤད་པའི་སྐབས་ལ་གཏམ་རྒྱུད་བཤད་པའི་སྐབས་ལ་དུས་གསུམ་སྐོར་བཤད་གི་རེད་སྒང་དེ་ལ་དུས་གསུམ་འབྲེལ་བ་ཅིག་ཡོད་ཡོད་རེད་ངས་དུས་གསུམ་སྐོར་བཀླགས་མེད་ཁྱེད་རང་ཚོས་མདོར་བསྡུས་བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པ་ཟེར་ཡ་ག་འདྲེ་རེད་ཟེར་འོ་དེ་མདོར་བསྡུས་བཤད་ཡག་གི་ཆེད་དུ་དང་བདག་སེར་གག་རེ་གཞན་ཁར་སེར་འོ་དེ་གཅིག་བཤད་ཡ་ཆེ་དུ་དང་མིང་གྲུབ་ཚུལ་ལ་མིང་རྐྱང་དངོས་དང་བྱ་ཚིག་འཇུག་དང། བྱ་ཚིག་དངོས་དང་མིང་རྐྱང་འཇུག་དང། སྔ་ཕྱི་གཉིས་ཀ་བྱ་ཚིག་ཡིན་པའི་མིང་གྲུབ་ཚུལ་མང་པོ་ཡོད་རེད་འོ་དེ་བཤད་ཡ་གི་ཆེད་དུ་ངས་དེ་རིང་མདོར་བསྡུས་བསླབས་པ་ཡིན་དེ་ནས་ངེས་པར་དུ་དོན་ཇེ་མང་ངས་བྲིས་པ་བཏང་གི་རེད་ད་བྲིས་པ་ཉིན་མ་གཅིག་ལ་ཚང་མ་བྲིས་པ་བཏང་ཐུབ་ཀྱི་མ་རེད་དེ་ཡིན་ན་ཉིན་མ་རེར་སློབ་སློབ་ཁག་སོ་སློབ་དྲུག་བཞི་ལྔ་དྲུག་བདུན་དེ་འདྲི་ངས་བཏང་ཐུབ་ཀྱི་རེད་དེ་བཏང་ནས་ཕ་ག་ན་ཉལ་གྱི་རེད་ད་རེ་སྐོར་ཉལ་བསྡད་ཀྱི་རེད་ད་དགོངས་དག་ཨིན་ཇི་གས་ཤོར་སོང་ཕ་ག་ཉལ་བསྡད་ཀྱི་རེད་ད་དེ་ནས་སླད་མ་བབས་ཀྱི་ཁ་སང་ཞུ་བ་ནང་བཞིན་དྲི་དེབ་ལ་ངེས་པར་དུ་དང་བཅའ་ཁ་བདག་པོ་རྒྱབ་དྲི་དེབ་ཉོ་ལོང་སྦུག་ཉོ་དྲི་དེབ་ཆད་དེ་ཉོ་གནང་མྱུར་བེད་སྤྱོད་བཏང་དྲི་དེབ་ལ་བརྒྱ་ཆ་ཐོབ་བྱ་ཁ་སང་གོང་དུ་ངས་སྔོན་འགྲོ་སྐབས་ལ་ནོར་འཁྲུལ་གཏམ་བཤད་ནང་བཤད་པ་ནང་བཞིན་དཔག་པའི་དྲི་དེབ་ལ་བརྒྱ་ཆ་ལྔ་ཡོད་དང་ཐོབ་བྱ་དེ་ནས་ཚང་མ་དེ་རིང་ཡག་པོ་གསན་ཡོད་སྐད་ཀྱི་རེ་བ་ཞུ་བ་དང་ཆབས་ཅིག་ད་ལྟ་ཆུ་ཚོད་དཔེར་ན་གཟའ་དཔག་བསམ་ལ་ཆུ་ཚོད་ཞོ་ཁའི་ཆུ་ཚོད་བཅུ་བ་ནས་བཅུ་གཉིས་བར་དུ་རེད་ངེས་པར་དུ་གངས་ཅན་པ་ཨོན་ལ་འདེད་དགོས་བར་དང་པ་ར་པ་ལ་དྲི་བ་བཏང་གི་དང་དྲི་བ་བཏང་ནས་གངས་ཅན་ལན་རྒྱག་མ་སོང་ན།